ཏག་ཏག་ཅིག་གནས་ཐུབ་ཀྱི་ཡོད་མ་རེད་འདི་གནས་མི་ཐུབ་གང་ལ་དེ་ནི་སྔར་རྗེས་ཀྱི་མང་པོ་ཞིག་ལ་སེམས་ནོར་དང་སེམས་ཁྲལ་བྱས་མ་འོངས་པ་འདི་དང་འདི་ཆགས་ཨང་སྙམ་པའི་སྐད་དེ་ནི་ཡང་འཇིགས་སྣང་དངངས་སྐྲག་འདྲ་བོ་ཞིག་སྐྱེས་དེ་ནི་སེམས་འཚབ་པ་རྩུབ་པོས་འདི་གང་ལ་སོ་སོ་ནམ་རྒྱུན་དུས་རྒྱུན་དུ་ཅིག་ཅིག་ཕྱག་ལས་བཏང་དགོས་ཏེ་འདི་གའི་སེམས་ཀྱི་ད་འདི་གི་པའི་ཡང་གནོན་ཤུགས་ཅིག་དཀའ་ལས་ཅིག་རེད་བ་སྲིད་གོ་ལ་ཁུར་པོ་འདྲ་བོ་ཞིག་གནོན་ཤུགས་ཅིག་ཡོང་འདིའི་ཐོག་ནས་དེ་ནི་སེམས་བཟང་ངག་སྲིད་ངན་ཆེ་ཆགས་རེད་བ་བཟང་ངག་སྲིད་ངན་འཚབ་པོ་རྩུབ་པོས་སེམས་ལ་དུང་དཀར་མང་པོ་སེམས་དེ་ཇེ་ཁོག་ཚ་བོ་ཆགས་ད་འདི་སྐབས་ལ་ཅིའི་བདེ་སྐྱིད་མེད་རེད་བ་མཚན་མོ་གཉིད་མ་གོ་ཉིན་མོ་ཟས་ཞག་པོ་ཟ་གཉིད་མ་འགྲོ་བསྡད་ན་ཡང་འགྲོ་འདོད་ལངས་འགྲོ་ན་ཡང་བསྡད་འདོད་ལངས་དེ་ནས་གཅིག་ནས་ད་སེམས། ད་ཅིག་སེམས་ལ་བས་མི་ཤེས་ད་ཅིག་སྟོང་པ་འདྲ་བ་སེམས་ཡང་ཡང་འདྲ་བ་དེ་ནས་ཆགས་དེ་གདོ་ད་འདི་ཆགས་པའི་སྐབས་སུ་ཁྱོད་རང་ཚོ་ག་རེ་བྱེད་དགོས་རེད་སེ་ལ་ཡོང་དུས་འདིའི་སྐབས་སུ་ཁྱོད་རང་ཚོ་སེམས་ལ་དྲ་མི་དྲ་མ་ལྡང་བ་བྱས་ནས་དངོས་གནས་དྲང་གནས་ཅིག་ང་རང་ཚོ་ནང་པའི་གཞུང་ནས་བཤད་པ་གིས་ད་ཅིག་དབུགས་འབྱུང་ངུ་བའི་དེ་ཉམས་ལེན་འདི་བརྗེད་བཞག་པ་འདི་ཐམས་ཅད་འདི་ལ་དཔེ་མི་སྲིད་ཀི་ཕན་པ་ཆེན་པོ་ཆགས་ཀྱི་འདུག་ར་འདི་ང་རང་ཉམས་མྱོང་ཡོད་ར་ཕན་ཐོགས་ཆེན་པོ་འདུག་ར་འདི་ཡིན་དུས་འདི་ག་འདྲས་ཅིག་བྱེད་དགོས་པ་དེ་ཁྱོད་རང་ཚོ་དེ་ལབ་ཀྱིན་ཡོད་ར་ད་དེ་དབུགས་འདི་ལ་བས་དབུགས་བཏང་བའི་སྐབས་སུ་ལ་དབུགས་རྡེབ་པའི་དབུགས་དེ་ཡང་ག་ལེ་ལ་རིང་པོ་ཐལ་ནས་ཨ་ནི་ནང་ལ་ལྟས་བསྐྱིལ་རོ་བཞག་ཨ་ནི་ག་ལེ་ལ་མ་བཏང། དེ་ནས་གཞིགས་ནས་དེ་ཚར་གཅིག་ཚར་གཉིས་ཚར་གསུམ་ཡང་ན་ཚར་ལྔ་ཡང་ན་ཚར་བདུན་བརྗེས་པ་ཡིན་ན་དངོས་གནས་སྦྲང་ནད་ཁྱོད་རང་པའི་ལུས་ལྷོད་ལྷོད་བྱ་སེམས་དེ་ལྷོད་ལྷོད་བདག་གིས་བཟང་ངག་ཟིན་གྱི་མཚམས་བཅད་དེ་དངོས་གནས་སྦྲང་ནད་པའི་ཕན་ཐོགས་ཆུང་ཕན་ཐོགས་ཆུང་པོ་ཡོད་པ་དང་དེ་ནས། དངོས་གནས་འདི་ཚོ་ལ་ཅིག། བདག་གིས་བཟང་ངན་སེང་གེ་བྱ་བ་ཚང་མ་མེད་པ་ཆགས་འགྲོ་ཡོད་དེ་དངོས་གནས་ཡོད་རེད་རེད་བ། ད་འདི་ག་འདྲས་འཇལ་དགོས་འདྲས་ཚོ་འཇལ་བའི་སྐབས་སུ་ད་དམིགས་པ་དྲང་མོ་དེ་ཅི་བྱེད་འོ་རེད་དམིགས་པ་དེ་ག་རེ་བྱེད་འོ་ཟེར་ན། སོ་སོའི་དབུགས་དེ་ཡར་འཐེན་པའི་སྐབས་སུ་ལ་དེ་ནས་བས། ཕྱོགས་ག་ས་ག་ནས་ད་དེ་དབུགས་ཟེར་ན་ཟེར་རླུང་དེ་ཚང་མ་ག་ལེ་ལ་བྱེད་ནས་སུ་ག་ལེ་ཡོང་ནས་ད་འཐེན་པའི་སྐབས་འཐེན་པའི་དབུགས་དང་མཉམ་དེ་ལ་སོ་སོ། མགོ་བོ་ནས་རྐང་པ་ཚང་མ་གི་ད་སྦུ་ག་ཐམས་ཅད་ནས་རོ་ཧོག་གདོང་ནས་ཡར། ནང་ལ་སེབས་སུའི་ནང་ལ་འཛུལ་སོང་སྙམ་པའི་གི་དམིགས་པ་བྱས་ནས་དབུགས་དབུགས་དེ་མཉམ་དུ་འགྲོ།